འདི་ལྟར་ད་ཐེངས་གངས་ལྗོངས་རིས་མེད་རྒྱལ་བསྟན་མཐོ་རིམ་འབྲོག་ལམ་ཐང་ལྔ་པའི་ནང་དུ་འཕེལ་ཡོད་པས། རིའི་ཆུ་རྒྱུད་སོ་སོ་གི་དགེ་བའི་བཤེས་གཉེན་རྣམ་པ་དང། དེ་མ་ཡིན་པར་རིའི་ཕྱོགས་སོ་སོ་ནས་འཕེལ་ཡོད་པས།

དགེ་བའི་བཤེས་གཉེན་རྣམ་པ་དང། ངའི་ཧ་ཅང་གི་ཅུང་རབ་འབྱམས་དམའ་བའི་མཁས་པའི་བང་བོ་མང་བོ་ཟིན་འདུག་གི་མ་ཕེབས་ཡོད་གི། དེ་སོང་ན་ཤེས་ཡོན་པ་རྐྱང་རྐྱང་ཡིན་ཚོང་འདུག་ཤེས་ཡོན་པ་ཟིག་ཤེས་ཡོན་པའི་དགའ་འཕྲོ་ཟིག་དང་ཤེས་ཡོན་པ་ཟིག་ཤེས་ཡོན་པའི་འདུན་སྐྱོང་ཟིག་དང། ཤེས་ཡོན་པ་ཟིག་ཤེས་ཡོན་པའི་ཤེས་རབ་ཟིག་གི་བློ་མིག་ཐོགས་རྒྱུ་དེ་ཧ་ཅང་གི་དཀའ་ཆེ་པོ་ཟིག་རེད། དེ་རྣམ་ཅན་གྱི་སེམས་ན་བསམ་གི་ད་ཡོད།

བོད་གངས་ཅན་གྱི་མི་རིགས་ཤང་དེའང་རིག་གནས་ཀྱི་ཆུ་ཚད་དེ་མུ་གུ་མཐོན་པོ་གི་སར་སླེབས་ཡོད་ནི་ཤེས་ཡོན་གྱི་ཧ་ཅང་འདང་དག་ཡོད་ནི་འདི་མུ་གུ་མི་རིགས་གཟིམ་ད་རུང་ཚིག་གིས་ཆ་བཀོད་གི་མེད་ནི་དེ་མུ་ཟིག་རེད། འདིའི་ནང་ན་ཞིག་གི་ཤེས་ཡོན་པ་དང་འདྲ་ཆགས་པོ་འདི་གི་ང་ཚོའི་མི་རིགས་འདི་ངེས་པར་དུ་ལག་པའི་ལམ་ན་འཇོག་དོ་མི་དོ་དང་ངས་ལྷག་པར་དུ་བོད་ཀྱི་ནང་བསྟན་གྱི་གཏམ་པ་འདི་འཛམ་བུ་གླིང་ལ།

ཤེས་ཡོན་པའི་སྡེ་འདི་ངེས་པར་དུ་འདི་ནས་ཤེས་ཡོན་པའི་འགན་འཁུར་བདའ་ལས། ཆོས་དང་རིག་གཞུང་ལ་འདི་ནས་གྲི་བཞི་བསྒྲུབ་དགོས་བསམ་རྒྱུ་གཏན་མི་ཐུག་ཡིན། དེ་ཡིན་སོང་ན་ན་ད་འདི་ལ་རིམ་པ་གཉིས་ཀྱི་སྒང་དུ་ནས་ངས་བསམ་བློ་གཏང་གི་ཡོད། རིམ་པ་དང་པོ་འདྲ་ཟིན་སོང་ན་ཚད་མཐོན་པོ་ཟིག་གི་སྒང་དེ་ནས་བོད་བརྒྱུད་ནང་བསྟན་གྱི་སྡེ་རང་འདི་ན་ཆོས་རྒྱུད་ཆེན་མོ་ལྔ་གི་གྲོགས་རྣམས་བཅས་ནས་དམ་བཅའ་བཞག་ནས་ལྟ་བའི་ཐོག་ལ་སྐད་ཆ་བཤད་ནས་དུམ་བུ་ཡིས་གསུང་གི་ཡོད་ནི་རེད། དེ་ཧ་ཅང་གི་ཡག་པོ་རེད་འདིའི་སྒང་དུ་ནས་ང་ཚོ་དེ་ལའང་ཤར་ཚུལ་རྩོམ་གསུམ་གྱི། བོད་གཞུང་གི་ཐབས་ལམ་གཅིག་རོལ་གྱི་སྟེང། བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་གི་ཆབ་ཏོག་རེད། དེ་རིང་ཁ་ཚང་སོང་ན་རྒྱལ་གྱི་ནང་བསྟན་ཡིན་ན་འདྲ་ཧོར་གྱི་ནང་བསྟན་ཡིན་ན་འདྲ། དེ་མ་ཡིན་པའི་གཞུག་སོ་སོ་ནས་འཆད་རྩོད་རྩོམ་གསུམ་གྱི་ལམ་དུ་ངའི་གཏམ་པ་འཛིན་བྱུང་བྱས་ནི་དེ་ཧ་ལམ་མི་འོས་འདྲ་བ་ཆགས་འདུག་བོད་གངས་ཅན་གྱི་ལྗོངས་འདི་ན་འཆད་རྩོད་རྩོམ་གསུམ་འཛིན་འདི་རྒྱུ་དེ། ང་ཚོ་ལ་དེ་ནི་ད་སློབ་སྦྱོང་བྱེད་སྟངས་ཀྱི་ཐབས་ལམ་ཡག་ཤོས་ཤིག་རེད་ཆགས་འདུག་ནས་ཀྱི་མུ་ཙེས་གསུངས་འདུག་འདི་ང་ཚོའི་ཐུན་མོང་མ་ཡིན་པའི་སློབ་སྦྱོང་བྱེད་སྟངས་དེ་ཡིན་མོད་འདི་ཞི་བའི་སྒང་ནས་ད་བོད་རྒྱ་ནང་དུ་འདི་ལ་དེ་ནི་སློབ་སྦྱོར་བྱེད་རྒྱུ་འདི་ཆོ་ག་ཇི་འགྲིག་བྱ་རྒྱུ་དེ་མུ་གཅིག་རེད་མོ། དེ་སོང་ནས་ན་འདི་ད་དུང་དེ་ནི་ད་ཡ་ར་མཐུར་སྒོ་འབྱེད་ཚང་དང་ཚད་བརྒྱད་མཐོ་དཔེ་བྱད་ལ། འདི་མུ་གི་སྒང་དང་ཆེད་དུ་ཞི་གི་ག་ཆེན་པོ་དེ་རེད།

འཛམ་བུ་གླིང་གི་ཆོས་ལུགས་སོ་སོ་ལ་ཞིབ་འཇུག་གྱིས་དེའི་སྒང་དུ་ནས་དང། སྐད་ཆ་བཤད། རྩོམ་བྲིས། སྒྲོག་གླེང་བགྱིས། འཛམ་གླིང་གི་མི་རིགས་འདི་ལྟར་འདུག་སོང་དེ་ནི་གཟི་བརྗིད་ཆེ་བོ་ཅིག་རེད་ཧ་ཅང་གི་ཚད་མཐོན་པོ་སྒང་ནས་སོང་ན་དེ་འདྲའི་གྱི་སྒང་ནས་འཇོག་ཐུབ་ན་དེ་ནི་རེད་ཅག་ཅག་ཡག་པོ་རེད་བསམ་དགོས། སྔོན་རྒྱ་གར་འབུམ་རིང་འདི་ལ་བསམ་བློ་བཏང་སོང་ནས་ན་སྐབས་དེ་དུས་ཀྱི་ཐར་བ་འདོན་མཁན་གྱི་རྣམ་གཞག་གི་གཞུང་ལུགས་དེ་ཚོ་ལ་ཞིབ་འཇུག་བགྱིས་ནས་ཁོ་ཚོ་གྱི་ཐར་བའི་ངོ་བོ་ཐར་བའི་ལམ་ཐར་བ་ཐོབ་ཚུལ་ཐར་བའི་ཕན་ཡོན་གྱི་རྣམ་གཞག་དེ་ཚོ་གཞུང་གཅིག་ཆ་མཚུངས་བྱས་ནས་བཞག་ཡོད་རེད། ཡིན་ནའང་དེ་རིང་ཁ་ཚང་ཏཱ་ཡེ་ཤེས་ཆོས་ལུགས་དང་དེ་ནས་ཟླ་གཅིག་གི་ཁ་ཆེའི་ཆོས་ལུགས་དང་ཨོ་ཡ་ཧིན་དིའི་ཆོས་ལུགས་ལ་སོགས་པ་དེ་དག་རྣམས་ཅག་གིས་ཐར་བའི་ངོ་བོ་ཐར་བའི་ལམ་ཐར་བ་ཐོབ་ཚུལ་ཐར་བའི་ཕན་བྱེད་སྟེང་དུ་སོ་སོ་གཞུང་གཅིག་བྱས་ནས་ཞིབ་བསྡུར་བྱས་ནས་རྒྱལ་སྤྱིའི་རང་བཞིན་ཅན་གྱི་རྩོམ་ཡིག་སྤྲོད་ནི་དང་སྐད་ཆ་བཤད་ནི།

ཤེས་ཡོན་པའི་སྡེ་ལ་ཤེས་ཡོན་པའི་སྡེ་ནས་ད་རང་ཚིག་ཡོད་ན་ཤེས་ཡོན་པའི་སྡེ་གི་ང་ཚོའི་ལྟ་གདམ་མང་ཚོགས་ལྟ་སོགས་ལ་གཞི་མེད་གི་ལམ་ལ་བཞག་དེ་ཚོ་ཆ་ག་ནས་མཐར་གྲོལ་གི་ལམ་ལ་བཞག་ན་ང་ཚོ་ལ་སྟོབས་ཤིག་ཡོད་གི་རེད། དེ་མ་ཡིན་པར་ཤེས་ཡོན་པའི་སྡེ་གི་མགོ་ནས་མ་ར་མང་ཚོགས་ལྟ་སོགས་གི་ནང་ལ་གཏོར་བཤིག་བྱས་མཐར་གྲོལ་མེད་པ་བཟོས་ཕན་ཚུན་ནས་གཅིག་གིས་གཅིག་གི་ཆགས་སྟངས་སུ་འོ་དུད་ནས་སོང་ནས་ན། གསལ་བ་ཡིན་ནི་ང་ཚོ་ལ་ནུས་པ་འདི་ཇེ་ཆུང་ནས་ཇེ་ཆུང་བར་འགྱུར་དུས་འོ་མ་དུ་ཐར། མི་རིགས་ཆུང་ཆུང་རླབས་ཐེབས་འདྲ་བོ་འདི། ཀྱེ་མ་མོ་ཟེར་གྱི་ནང་བཏང་ནས། འཛམ་བུའི་ནང་གི་འདི་ནས་ད་མི་རིགས་སོ་སོ་གི་མི་ནས་མེད་པ་བཏང་ནོ་བརྒྱ་ཆ་བརྒྱ་ཐམ་པ་རེད། ང་ཚོ་སྤྱིར་ཚད་ཆུང་ན་ཡང་ང་ཚོ་ལ་མཐུན་སྒྲིལ་དང་རྟོག་ཞིབ་གི་ནུས་བ་ཡོད་ན། ང་ཚོ་གི་ནུས་བ་དེ་ཉམས་གྲིག་གི་མ་རེད། དེ་ནས་ངན་སོང་མེད་ན་སོ་སོ་འོད་དོ་ན་ངེས་པར་དུ་བསམ་གཞིག་བཏང་ནས། ཤི་བ་འབད་པས་ཅི་གན་སོང་དུས་དེ་ལ་བསམ་གཞིག་བཏང་རྒྱུ་མ་གཏོགས་ང་ཚོས་དེ་རང་ལྟ་གྲབ་བླངས་བླངས་བླངས་བླངས་ནས་སྐད་ཆ་བཤད་བཤད་བཤད་བཤད་བཤད་ནས། ཉི་མ་ཁ་ཤས་རྫིག་པོར་སོང་དུས་ཕྱིའི་དམའ་རིམ་གྱི་ནང་ན་སྒྲོག་ལངས་བྱེད་ཀྱི་ཡོད་ལོ་དང་ཕྱིའི་དམའ་རིམ་གྱི་ནང་དུ་ན། ད་དེ་ན་མནོག་རྒྱག་གི་ཡོད་ནོ་དེའི་ཁ་ཉན་ནས་དེའི་ཁ་རྒྱུགས་ནས་དེ་ནས་ཨ།

རྒྱ་གར་གྱི་གནས་བརྟན་ཆེན་པོ་འདི་འགའ་རེ་ཧྥེ་རྒྱ་ནག་གི་རྒྱལ་རོང་ལ་བསྐྱངས་བས་དྲི་མ་མེད་པ་རིན་པོ་ཆེའི་བསྐྱངས་ཡིག་གཟེར་འདུག་རྒྱུ་དེའི་ནང་ན་བདག་གི་ཉེས་པ་བསྒྲགས་བྱ་ཞིང་གཞན་གྱི་ཉེས་པ་བཙལ་མི་བྱ། གཞན་གྱི་ཡོན་ཏན་བསྒྲག་པར་བྱ། རང་གི་ཡོན་ཏན་དབབ་པར་བྱ་ཞེས་བཞག་རྒྱུ་དེ་ནང་བཞིན་བྱས་དེ་ནས་གཞན་གྱི་ཡོན་ཏན་བསྒྲགས་བྱས་ནས།

ཤེས་ཡོན་པ་ཟེར་བའི་དོན་དེ་འགྲོ་སྟངས་ཙམ་མ་རེད་བསམ་གྱི་ཡོད། ཤེས་ཡོན་པ་ཟེར་བའི་ལྟ་གྲུབ་འཛིན་སྟངས་ཙམ་མ་རེད་ན། དེའི་རྒྱུ་མཚན་དེ་ན་སོ་སོ་གི་མི་རིགས་དེ་རྩིས་གོ་ནས་ཡིན་ན་འདྲ། ང་ཚོ་གི་ཆོས་བརྒྱུད་སོ་སོ་གི་བར་དུ་ནས་མི་མུག་གི་གཅིག་ནས། དགེ་བའི་བཤེས་གཉེན་རྣམ་པའང་འདི་ནས་འཁྲིད། སྐྲ་བཙུན་རིག་པ་སྨྲ་བ་རྣམས་ཆེ་གང་སྟངས་ཐོག་གཅིག་ག་འཛུགས། འདི་རྣམས་གཅིག་ན་ཡོད་པའི་ནི་ནས་སངས་རྒྱས་ཀྱི་གཏམ་པ་རིན་པོ་ཆེ་འདི་ལའང་ཉམས་ཅིག་བྱས་ནས་སྒྲོག་ལངས་གྱིས། འདིའི་གང་ལྟར་ན་ང་ཚོས་བོད་དོན་མེད་ད་ཆུ་རྒྱལ་ཆེན་པོ་སོ་སོ་གི་རྒྱ་རིགས་དམ་པ་རིན་པོ་ཆེའི་སྨན་ཁྱེར་གཟེར་གྱི་གཟིགས་གི་སྨན་ཁྱེར་གཟེར་རྒྱབ་པ་ཞིག་ལ་ཤི་དོར་ཞུས་པ་ནང་བཞིན་དུ་ཕྱོགས་སོ་སོ་ནས་ཤི་དོར་བྱས། འདི་དངོས་ལ་མི་གཞིགས་པར་རྒྱུ་འབྲས་ལ་བརྟེན་པའི་སྒོ་ནས་ཆགས་སྡང་སོགས་ཡོང་ན། འཇིག་རྟེན་གྱི་སྡང་བའི་ཆེས་ཉེས་པ་ཆེ་ཤོས་དེ་རེད་བསམ་གི། ང་ཚོས་ཚ་ཚ་འུར་རྒྱུ་འདི་ནི་ཆོས་རེད། ཆགས་སྡང་དེ་ནི་ཆོས་ཀྱི་འགལ་ཟླ་རེད། དེ་ལ་བརྟེན་ནས། ཆོས་ལ་བརྟེན་ནས་ཆགས་སྡང་འདྲ་མི་འདྲ་དེ་རུ་མཁར་རྫོང། གཅིག་ཉག་གི་ཉོན་པའི་དུད་འགྲོའི་ཡུམ་འཁོར་གྱུར་འདི་སོགས། ཤེས་ཡོན་པའི་སྡེ་དགུ་མགོ་བོ་དོར་ལྟ་གྱུར། ཤེས་ཡོན་པའི་སྡེ་དགུ་འདི་ལ་དུ་ནི་དང་ངེས་པར་དུ་གཏོང་ལྟ་གྱུར། ཤེས་ཡོན་པའི་སྡེ་འདི་བུ་ནི་ཚང་མའོ་མཐུན་སྒྲིལ་གྱི་ལམ་ལ་འཇུག་གོ་དོར་ལྟ་གྱུར། དེ་སོང་ན། ང་ཚོ་གི་མི་རིགས་འདི་ཡང་ཡག་པོ་ཡོང་གི་རེད། ཆོས་ལུགས་འདི་ཡང་ཡག་པོ་ཡོང་གི་རེད། ང་ཚོ་གི་མདུན་ལྗོངས་ཀྱང་དུ་ནི་དེ་དེ་བས་ཀྱང་རོང་བོ་དགའི་ཡོད་ཀྱི་རེད། རྣམ་པ་ཚང་མའོ་དུས་དང་དུ་ཐུག་སེམས་གཞིགས་ནས་འོ་དེ་འདྲའི་བ་ལྟ་གྱུར་དེ་ག་རུམ་གར་བྱེད་ཀྱི་མཛད་གྱུར་དེ་ཡིན་ད་ད་མཐར་བསྡུ་ཡོང་ནི་ཡིན་ན།

དེ་ཡང་གཅིག་རྒྱལ་རབས་འདིའི་མཚམས་འདི་ག་ཐུག་ནོ་གཅིག་གི་གཅིག་ག་མགོ་དཀར་ན་འདྲ་བོ་དང་སྐུ་དཀར་གཞི་བཞི་བ་འདྲ་བོ་དང་གཅིག་འདིའི་མཚམས་འདི་ནི་སྐུ་ཚིག་ཁ་རེ་དྲག་བཞི་བ་ཙམ་ཙམ་མ་ཡིན་པར་གཞི་གཏམ་ནི། བསྒྱུར་རྒྱུ་སོ་སོ་གི་ལྟ་གྲུབ་ལ་གདེང་འཇོག་དང་བརྩི་འཇོག་བྱེད་རྒྱུ་དེ་གལ་ཆེན་པོ་རེད་དེའི་སྒང་འདི་ནི་ལྟ་གྲུབ་མང་ཚོགས་རྣམས་པའང་གཅིག་འགྱུར་གྱི་ལམ་ལ་བརྒྱུད་ནས་མཐུན་སྒྲིལ་གྱི་ལམ་ལ་བལྟ་རྒྱུ།

ས་གཅིག་གི་རྟག་པ་རིན་པོ་ཆེ་དེའང་ཆོས་རྣམ་པའི་བརྩེ་བ་དང་ཤེས་རབ་ཀྱི་ལྷ་ལ་བརྟེན་ནས་རྒྱལ་ཁམས་ཀུན་ཏུ་བཀའ་འགྱུར་ཡིག་གཅིག་ཏུ་གཏོང་ཐུབ་པའི་སྨོན་འདུན་སྙིང་ནས་ཞུ་བ་ཡིན་ཟེར་རྒྱུ་དེ་ཡིན་ཐུགས་ཆེ།